ཚངས་དབང་གི་གཏམ་གསན་གཟིགས་གནང་མཁན་རྒྱ་ཆེའི་དྲ་གྲོགས་རྣམས་ཡང་དུས་གསུམ་གྱི་འཚམས་འདྲིའི་བཀྲ་ཤིས་ལས་ཞུ་གི་ཡོད། ད་ད་རེས་དོན་ཐེངས་སུམ་ཅུ་སོ་དགུ་པ་དེའི་ནང་ལོགས་ལ་ཡང་ག་རེ་ཞུ་ཡ་ཡོད་ཟེར་ན། དེ་སང། ཕྱི་སྡོད་རྒྱ་མིའི་དྲ་ཚིགས་མང་པོའི་ནང་ལོགས་ལ་ཡང་ནི་ཁོང་ཚོས་ཅིག་ཧང་སང་སང་གི་ནི་གནད་འགག་ཆེན་པོ་ཡིན་ཟེར་ཡང་སྐད་ཆ་བཤད་བསྡད་ཀྱི་འདུག་དེ་ག་རེ་ལབ་ཡིན་ན། རྒྱ་ནག་གི་ད་ལྟའི། ཅི་སྟེ་གནོད་སྦྱིན་ཟོ་བོར་བ་དང་རྒྱ་མིའི་སྐུ་དབང་པུ་ཀྲང་ཟེར་དེ་འོ་དེ་ཝང་ཞའོ་ཧུང་གོ་ཨ་ནི། གསང་བའི་ཐོག་ནས་ཨ་ནི་གོ་བཅུ་གསུམ་བྱས་པ་རེད། འོ་དེ་འདྲའི་གནས་ཚུལ་ཅིག་བཤད་གི་འདུག་ད་དེའི་གནས་ཚུལ་སྐོར་ཡང་སྤྱིར་བཏང་གི་བརྒྱུད་རིམ་འདི་རིང་པོ་འདུག་དེ་ལས་ད་ངས་ཨ་ནི་མདོར་བསྡུས་ཅིག་བརྗོད་བཞག་ཡོད་བཟོད་བཞག་ཡོད་འོ་འདི་སྙན་བཟང་གཞོན་ནུ་བསམ་སོང། ཨ་ནི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་བཞི་པའི་ཚེས་བདུན་ཉིན་དེ་ཡར་ཕྱི་དུས་རྒྱ་མིའི་དྲ་ཚིགས། ཞའོ་ཧྲོའུ་ཧྲི་ཅེས། ཤའོ་ཡིས་འཛམ་གླིང་གླེང་བ་ཞེས་པའི་གནས་ཚུལ་ཞིག་སྤེལ་བའི་ནང་ལོགས་ལ་ཡ་ཨ་དྷ་དྷ་རྒྱ་ནག་གུང་ཁྲན་ཏང་ནང་ཁུལ་གྱི་མཐོ་རིམ་མི་སྣ་ཞིག་གིས་ཨ་ནི། འཇིགས་སྣང་སྐྱེ་བའི་ནང་ཁུལ་གྱི་གནས་ཚུལ་ཞིག་བསྐུར་བྱུང་འདི་ནི་སྤྱི་བདེ་བློན་ཆེན་ཝང་ཞའོ་ཧུང། ནི་ལྐོག་ཏུ་བཀག་ཉར་བྱས་ཟིན་པའི་དོགས་པ་ཡོད་ལ་ཁོ་ལ་ཉེས་འཛུགས་བྱས་པའི་རྒྱུ་རྐྱེན་ནི་སྤྱིར་བཏང་གི་གནས་སྟངས་ལས་བྱུང་བ་ཞིག་མ་རེད། ཀྲང་ཡུང་ཞའི་དོན་རྐྱེན་དེ་ཧ་ཅང་ཆེན་པོ་ཡོད་པ་དང་དམག་མིའི་ཕྱོགས་ནས་ངོ་རྒོལ་ཆེ་བ་དང། འགོ་ཁྲིད་རྒན་རབས་ཚོས་ནུས་ཤུགས་ཆེ་བར་བརྟེན་ཞི་ཅིན་ཕིང་གིས་མཐར་ཐུག་ཏུ། སྒོ་བརྒྱབ་པའི་ཆེད་དུ་རང་གི་ཞུ་སྒོ་བཀོག་ཞེས་པའི་དཔེ་ལྟར་དེ་འདྲའི་བྱེད་དགོས་བྱུང་བ་དང་གལ་ཏེ་གསར་འགྱུར་དེ་བདེན་པ་ཡིན་ན། དེའི་གལ་གནད་དེ་མཐོ་རིམ་འགོ་ཁྲིད་གཞན་ཞིག་ལ་དཀའ་ངལ་འཕྲད་ཡོད་ཅེས་ལབ་པ་ལས་ལྷག་རེད་ཤག་གང་ཡིན་ཟེར་ན། ཝང་ཞའོ་ཀོང་ནི་དཔོན་རིགས་དཀྱུས་མ་ཞིག་མིན་པར། ཁོ་པ་ནི་ཞི་ཅིན་ཕིང་གི་སྤྱི་བདེའི་བདེ་འཇགས་དང་བདེ་འཇགས་ལས་མ་ལག་གི་གཙོ་བདག་དང་ཡིད་ཆེས་བློ་གཏད་ཆོད་པའི་སོ་སོའི་མི་ཞིག་རེད། ཡང་གཅིག་བཤད་པས་ན་ཝང་ཞའོ་ཀོང་ནི་ཞི་ཅིན་ཕིང་ཕྱོགས་ཁག་གི་མཐའ་འཁོར་གྱི་མི་སྣ་ཞིག་མ་ཡིན་པར་ཞི་ཅིན་ཕིང་གི་ལག་ཏུ་ཡོད་པའི་གྲི་རྣོ་ཤོས་སམ་མཚོན་ཆ་གལ་ཆེ་ཤོས་དེ་རེད། གལ་ཏེ་ད་ལྟའི་དུས་དེ་ཡང་ནོར་འཁྲུལ་བྱུང་བ་ཡིན་ན། དེས་གུང་ཁྲན་ཏང་གི་མཐོ་རིམ་དགུན་དུས་ནང་ཁུལ་གྱི་དབང་ཆའི་འཐབ་རྩོད་དེ་གཙང་བཟོ་བྱ་རྒྱུ་སྟབས་བདེ་བོ་ཞིག་མིན་པར། ཐད་ཀར་ཞི་ཅིན་ཕིང་གི་སྲིད་དབང་བརྟན་པོ་གནས་ཐུབ་མིན་ལ་སླེབས་ཡོད་པའི་དོན་ཆེན་རེད། དང་པོ། ཝང་ཞའོ་ཧྥུང་དཀའ་ངལ་ནང་ཚུད་མིན་དེ་ཁོ་པ་སྒེར་གྱི་གནད་དོན་ཞིག་མ་ཡིན་པར། ཁོ་པའི་གོ་མིང་གི་གནས་བབ་ལ་རག་ལས་ཀྱི་ཡོད། དགོངས་འགྲེལ་གནང་བའི་ཆབ་སྲིད་ལ་དབྱེ་ཞིབ་བྱེད་མཁན་མི་མང་པོ་ཞིག་གིས་མི་སུ་ཞིག་གི་གོ་གནས་ཕབ་སྟེ་མར་ལྷུང་ཡོད་མེད་ལ་གཙོ་བོར་ལྟ་བཞིན་ཡོད། གལ་ཆེ་ཤོས་དེ་གང་ཟག་མི་སྒེར་གཅིག་གནད་དོན་མིན་པར་མི་དེས་མཚོན་པའི་དབང་ཆའི་སྒྲིག་བཀོད་དེ་རེད། སུ་ག་སོང་འཆར་མེད་དུ་གྱུར་སོང་ངམ། བཟོད། ཝང་ཞའོ་ཧུང་གི་དམིགས་བསལ་གནས་བབ་ནི། ཁོས་སྤྱི་བདེའི་མ་ལག་གི་དབང་འཛིན་བྱས་ཡོད་པ་དེ་རེད། དགོངས་འགྲེལ་ཏང་གི་ལམ་ལུགས་ནང་དུ་སྤྱི་བདེའི་བདེ་འཇགས་ལམ་ལུགས་དེ་སྤྱི་པའི་སྒྲིག་ལམ་དོ་དམ་དང་རྐུ་མ་འཛིན་བཟུང་བྱེད་པ་ནང་བཞིན་ལས་སླ་པོ་ཞིག་མ་རེད། འདིའི་ལས་འགན་ནང་བརྟན་བརླིང་སྲུང་སྐྱོབ་དང་ལྟ་རྟོག་འཛིན་བཟུང་གསང་འཕྲིན་བསྡུ་རུབ་ཆབ་སྲིད་ཀྱི་དབང་ནུས་དང་གནད་འགག་གི་དུས་སྐབས་སུ་འགོ། དེས་འགོ་ཁྲིད་མཐོ་ཤོས་ཀྱི་ཚབ་བྱས་ཏེ་དམིགས་བསལ་གྱི་ལས་འགན་སྒྲུབ་པའི་ལས་འགན་ཡང་འཁུར་སྲིད་པ་རེད། ཤོད་སྟངས་གཞན་ཞིག་ཐོག་ནས་བཤད་ན་སྤྱི་བདེའི་བློན་ཆེན་གྱི་གོ་གནས་འདི་ཚད་གཞི་ངེས་ཅན་ཐོག་ནས་དབང་ཆའི་གོ་གནས་ཤིག་ཡིན། ཝང་ཞའོ་ཧུང་གིས་སྤྱིར་བཏང་གི་གཞུང་འབྲེལ་གྱི་ལམ་བུའི་ཁྱོན་ནས་གོ་གནས་སྤར་བ་ཞིག་མ་རེད། ཁོ་པའི་གྲུབ་འབྲས་ཆེ་ཤོས་ནི། ཁོ་པས་ཞི་ཅིན་ཕིན་ལ་ཡུན་རིང་ལྷག་བསམ་ཟོལ་མེད་བྱས་པ་དེ་རེད། ཁོ་པ་ཧྥུ་ཅན་ཞིང་ཆེན་དང་ཀྲི་ཅང་ཞིང་ཆུང་བསྡད་པའི་སྐབས་ཞི་ཅིན་ཕིན་དང་འབྲེལ་བ་བྱས་པ་དང་ཞི་ཅིན་ཕིན་གྱི་སྲིད་དབང་བཙུགས་རྗེས་ཁོ་པ་པེ་ཅིན་སྤྱི་བདེ་ལས་ཁུངས་ཀྱི་འགན་འཛིན་གཞོན་པ་དང་མཐར་སྤྱི་བདེ་ལས་ཁུངས་ཀྱི་འགན་འཛིན་དུ་གོ་གནས་སྤར་ཡོད། ཕྱི་རྒྱལ་བློན་ཆེན་གྱི་ལས་གནས་དེའི་ཚད་གཞི་གཅིག་ཐོག་ནས་གུང་ཁྲན་ཏང་གི་སྲིད་དབང་གལ་འཛིན་འཕྲུལ་ཆས་ནང་གི་རྒྱལ་སྤྱིའི་ལག་བསྟར་བྱེད་པོ་གཙོ་གྲས་ཤིག་རེད། ལམ་ཕྱོགས་དེ་ཧ་ཅང་གསལ་པོ་བསྟན་ཡོད། ཁོ་པ་ནི་ལམ་ལུགས་ཀྱིས་འདེམས་བསྐོ་བྱས་པ་མ་ཡིན་པར་ཞི་ཅིན་ཕིང་གི་འབྲེལ་ཡོད་ཉེན་ཕྲན་གྱིས་དམིགས་བསལ་འདེམས་སྒྲུག་བྱས་པ་ཞིག་རེད། དེར་བརྟེན་གལ་ཏེ་ཝང་ཞའོ་ཧྥུང་དངོས་གནས་དཀའ་ངལ་འཕྲད་ཡོད་ན་དེ་ནི་ངེས་པར་དུ་རླུང་རྟ་ཆགས་པའི་གཞུང་འབྲེལ་མི་སྣ་ཞིག་མ་རེད། འོན་ཀྱང་ཝང་ཞའོ་ཧྥུང་གར་སོང་ཆ་མེད་དུ་གྱུར་པ་འདི་ཉེན་ཁ་ཅན་གྱི་མཚོན་རྟགས་ཤིག་རེད། ད་རེས་ཀྱི་གནས་ཚུལ་ཐེར་འདོན་བྱས་པ་འདིའི་རྒྱུ་མཚན་གལ་ཆེ་ཤོས་ཤིག་ནི་ཝང་ཞའོ་ཧྥུང་གིས་དངོས་གནས་རང་གིས་རང་ཉོས་པ་འདི་རེད། གནས་ཚུལ་སྤེལ་བར་གཞིགས་ན་ཝང་ཞའོ་ཧྥུང་སྤྱི་ཟླ་གསུམ་པའི་ཚེས་བཅུ་བདུན་ནས་ད་བར་ཕྱིའི་མང་ཚོགས་མདུན་ལ་ཐོན་ཡོད་མ་རེད། སྤྱིར་བཏང་གི་ཐོན་རིགས་སྤོས་རོལ་ཐོབ་དུས་ཡུན་ཐུང་ཐུང་རིང་མི་མང་གི་མིག་ལམ་དུ་མཐོང་རྒྱུ་མེད་པ་དེ་ཧ་ཅང་མི་སྡུག་ཀྱང། དབང་ཆ་ཆགས་སྡང་ཡོད་པའི་སྤྱི་བདེ་བློན་ཆེན་ལྟ་བུའི་གལ་ཆེན་མི་སྣ་ཞིག་ལ་མཚོན་ན། མུ་མཐུད་ནས་གར་སོང་ཆ་མེད་དུ་གྱུར་བ་དེ་ཧ་ཅང་རྒྱུན་ལྡན་མིན་པའི་བརྡ་རྟགས་ཤིག་རེད། རྒྱ་ནག་དམར་གཞུང་གི་ཆབ་སྲིད་ནང་ལ་འགྲོ་སྟངས་ཤིག་ཡོད་པ་དེ་གསལ་པོར་ཟེར་བར་འབད་བརྩོན་བྱེད་པ་དེ་འདུ་ཤེས་གང་འདྲ་ཞིག་རྒྱག་པར་འབད་བརྩོན་བྱེད་པ་དེ་རེད། གང་ཡིན་ཟེར་ན་དེ་ནི་ཕྱི་གསལ་ནང་གསལ་གྱི་ལམ་ལུགས་ཤིག་མིན་པས་དེའི་སྔོན་ལ། ནང་ཁུལ་ཐག་གཅོད་བྱས་རྗེས་གཞི་ནས་ཕྱི་ཕྱོགས་ལ་གསལ་བསྒྲགས་བྱེད་པའི་གོམས་འདྲིས་ཡོད། དང་པོ་ཡལ་ནས་ཁུ་སིམ་མེར་གྱུར་བ་དང་དེ་ནས་ཁུ་སིམ་མེར་བསྡད་པའི་གནད་དོན་ལ་གསལ་བཤད་མེད་ན་དེ་ནི་དོན་དག་ཆུང་ཆུང་ཞིག་མ་རེད་ལྷག་པར་དུ་ཝང་ཞའོ་ཁིམ་རེད་པོ་ལྟ་བུའི་མི་དེ་རིགས་ལས་སླ་པོར་ཡལ་འགྲོ་ཐུབ་མཁན་ཞིག་མ་རེད། ཅི་སྟེ་གླིང་ཕྱིའི་ཕྱིར་མ་ཐོན་པ་དེར་མི་སྣང་བའི་རྒྱ་ནག་དམར་གཞུང་གི་བདེ་སྲུང་མ་ལག་ནང་ཁུལ་དུ་དཀའ་ངལ་ཞིག་འཕྲད་ཡོད་ཅེས་དོགས་པ་བྱེད་ཀྱི་ཡོད་ཀྱང་དྲིལ་བསྒྲགས་ལས་ཁུངས་ཀྱིས་ད་དུང་ཡང་ཡོངས་གྲགས་སུ་གསལ་བསྒྲགས་བྱེད་རྒྱུའི་གྲ་སྒྲིག་ཡོད་མ་རེད། གསུམ་པ། དངོས་གནས་མཐོང་སྣང་སྐྱེས་པའི་གནད་དོན་དེ་ཝང་ཞའོ་ཧུང་མིན་པར་ཀྲང་ཡུའུ་ཞའོ་གི་དོན་རྐྱེན་དེ་རེད། ཡིན་ན་ཡང་གལ་ཆེ་བའི་དྲི་བ་དེ་ཝང་ཞའོ་ཧྥུང་རང་ཉིད་སྐོར་མིན་པར། ཁོ་བར་ཐོག་མར་དཀའ་ངལ་གང་ལ་འཕྲད་པ་འདི་ཡིན། གསལ་བསྒྲགས་བྱས་པའི་ནང་དོན་ལ་བལྟས་ན་དཀའ་ངལ་གྱི་ལྟེ་བ་དེ་ཀྲང་ཡུས་ཞའོ་གི་དོན་རྐྱེན་ལ་ཐུག་ཡོད། གང་ཡིན་ཟེར་ན་ཀྲང་ཡུས་ཞའོ་དམག་སྤྱི་དཀྱུས་མ་ཞིག་མ་རེད། ཁོང་ལ་དམག་ཁོངས་སུ་བསླབ་པ་རྒན་ཤོས་དང་ཆེ་མཐོང་ཆེན་པོ་ཡོད། རྒྱལ་དོན་གཙིགས་སྲུང་བྱེད་རྒྱུ་དེ་རྒྱུན་སྲིང་མེད་པའི་བྱེད་ཐབས་སྤྱད་དེ་དབུས་སྒྲིག་དེབ་ཞིབ་བཤེར་ལྷན་ཁང་དང་དམག་དོན་སྒྲིག་དེབ་ཞིབ་བཤེར་ལྷན་ཁང་ལྟ་བུའི་སྤྱིར་བཏང་གི་བྱེད་ཐབས་བརྒྱུད་ནས་སྤེལ་ཡོད་ན། འདི་ནི་ནང་ཁུལ་གྱི་གནད་དོན་གཅིག། སྤྱིར་བཏང་ཞིག་མ་རེད། དེས་དམག་མིའི་ནང་ཁུལ་དུ་མཐོ་རིམ་གྱི་ཐག་གཅོད་ཀྱི་ཁྲིམས་མཐུན་རང་བཞིན་ལ་ཐད་ཀར་བརྩོན་ལེན་ཡོད་བཞིན་པ་རེད། གང་ཡིན་ཟེར་ན་དམག་དཔུང་ནི་གུང་ཁྲན་ཏང་གི་ཀ་བ་ཆེས་མཐའ་མ་དེ་རེད། དཔལ་འབྱོར་གྱི་གནས་སྟངས་ག་ཚོད་སྡུག་པོ་ཡོད་པ་དང་དྲིལ་བསྒྲགས་ཀྱི་གནས་སྟངས་འཁྲུག་ཆ་དོད་པ་ག་ཚོད་ཡོད་ཀྱང་དམག་དཔུང་བརྟན་ལྷིང་ཡོད་ན་ཞི་ཅིན་ཕིང་གི་རྐང་པ་ད་དུང་ཡང་བརྟན་པོར་གནས་ཐུབ་ཀྱི་ཡོད། གལ་ཏེ་དམག་མི་ཚོས་དོགས་པ་བྱེད་འགོ་ཚུགས་ཏེ་གལ་ཏེ་ཀྲང་ཡོས་ཤ་དེ་རིང་དེ་ལྟར་གཟིགས་བཟུང་བྱེད་ཐུབ་ན་སང་ཉིན་མི་གཞན་སུ་ཞིག་འཇུ་བཟུང་བྱེད་ཀྱི་རེད། དཀའ་ངལ་དེ་དམག་སྤྱི་གཅིག་གི་དཀའ་ངལ་ནང་ཚུད་པ་ཙམ་མ་རེད། དམག་དཔུང་ཡོངས་རྫོགས་ལ་བདེ་འཇགས་མེད་པའི་ཚོར་སྣང་བྱུང་བ་རེད། དམག་མིའི་ནང་ཉེན་ཁ་ཆེ་ཤོས་ནི་ཁ་ཟས་ཀྱི་ངོ་རྒོལ་མིན་པར་ཁུ་སིམ་ངང་ལྟ་ཞིབ་བྱེད་པ་དེ་རེད། གང་ཡིན་ཟེར་ན་དམག་དཔོན་ཆེ་གྲས་མང་པོས་གནས་སྟངས་ལ་དཔྱད་གཞིར་བྱེད་འགོ་ཚུགས་པ་དང་ཉེན་ཁ་བསྐྱར་དུ་རྩིས་རྒྱག་ཚུགས་པ་འདིས་དམག་དཔུང་ནང་ཞི་ཅིན་ཕིང་ཆེ་མཐོང་ཉམས་རྒུད་དུ་འགྲོ་འགོ་ཚུགས་ཡོད་པའི་བརྡ་སྟོན་གྱི་ཡོད། གལ་ཏེ་ཝང་ཞའོ་ཧུང་གིས་ངེས་པར་དུ་ནག་ཉེས་རང་གི་མགོ་ཐོག་ཏུ་སྤུང་གི་ཡོད་ན། དེ་ནི་ཞི་ཅིན་ཕིང་གིས་རང་གི་མགོ་བརྒྱབ་ཆེད་དུ་རང་གི་ཞུ་སྒོ་གཅོད་པ་དང་གཅིག་པ་རེད་ཅེས་མེ་ཚོས་གླེང་གི་ཡོད་པ་རེད། གནས་ཚུལ་ཕྱིར་འདོན་བྱས་པའི་དེའི་ནང་གལ་ཆེ་ཤོས་ནི་ཝང་ཞའོ་ཧུང་གིས་ཞི་ཅིན་ཕིང་གི་ཚབ་ཏུ་ནག་ཉེས་རང་གི་རྒྱབ་ཏུ་འཁུར་གྱི་ཡོད་པ་གསལ་པོར་བསྟན་ཡོད་པ་རེད། དེའི་གནད་འགག་ནི་ཀྲང་ཡུང་ཞའོ་གིས་དོན་རྐྱེན་གྱི་མཇུག་འབྲས་དེ་ཧ་ཅང་ཚབས་ཆེན་དུ་གྱུར་ནས་དེ་ལས་སླ་པོར་བར་བཀབ་ཐུབ་ཀྱི་ཡོད་མ་རེད། འོན་ཀྱང་ཞི་ཅིན་ཕིང་གིས་རང་ཉིད་ཀྱི་ནོར་འཁྲུལ་ངོས་ལེན་བྱེད་མི་ཐུབ་པར་སོང་ཁོ་པས་སྟབས་བདེ་ཤོས་དང་རྣམ་པ་ཙམ་གྱི་ཐབས་ལམ་བེད་སྤྱད་དེ་དོན་རྐྱེན་དེ་དང་རང་ཉིད་དབྱེ་མཚམས་གཅོད་ཀྱི་ཡོད་པ་རེད། ཝང་ཞའོ་ཧུང་ནི་ཏག་ཏག་འོས་མི་མཚམས་ཆོད་འདི་ཆགས་ཡོད་རེད། དེའི་ཐད་ལ་རྒྱུ་མཚན་དང་ཁུངས་སྐྱེལ་གང་ཡོད་ཟེར་ན། ཝང་ཞའོ་ཧུང་གིས་ཞི་ཅིན་ཕིང་གི་ཆེད་དུ་སེ་ནོན་ཟེར་པ་ལི་ཁེ་ཆང་ལྐོག་གསོད་བཏང་རྗེས་ཞི་ཅིན་ཕིང་གིས་ཝང་ཞའོ་ཧུང་གི་གནས་ཚུལ་དེ་ཕྱི་གྱར་བྱེད་རྒྱུར་རྒྱུན་དུ་སེམས་ཁྲལ་བྱེད་ཀྱི་ཡོད་ལ་དེས་ཉེ་བའི་ལོ་ཤས་རིང་ཞི་ཅིན་ཕིང་གིས་ཝང་ཞའོ་ཧུང་ལ་ཡིད་ཆེས་མེད་པར་དོགས་པ་ཆེ་རུ་ཕྱིན་ཡོད། གང་ཡིན་ཟེར་ན། ཝང་ཞའོ་ཧུང་གིས་ཞི་ཅིན་ཕིང་གི་ཆེད་དུ་གཡོ་སྒྱུའི་ལམ་ནས་ལས་ཀ་བཙོག་པ་མང་པོ་བྱས་ཡོད་སྟངས། ཁོ་པས་ཞི་ཅིན་ཕིང་དང་ནང་མི་ཚོའི་ཁྲིམས་འགལ་གྱི་གསང་བ་བཙོག་པ་མང་པོ་བཤད་ཀྱི་ཡོད། ཝང་ཞའོ་ཧུང་གིས་ཞི་ཅིན་ཕིང་གི་སྐོར་ལ་བཤད་པའི་གསང་བ་འདི་དག་གིས་ཞི་ཅིན་ཕིང་དང་ཁོ་པའི་ནང་མིར་ཉེས་འཛུགས་བྱས་ཏེ་བཙོག་འབངས་འཚོང་རྒྱུར་འདང་ངེས་ཡོད། བཅོས་ཐབས་མེད་པའི་གནོད་སྐྱོན་བཟོས་ཏེ་ཞི་ཅིན་ཕིང་གི་ཆབ་སྲིད་ཀྱི་འཚོ་བ་མཇུག་བསྒྲིལ་བ་དང་འགྲོགས་ན་ཝང་ཞའོ་ཧུང་ནི་ཚོགས་ཆེན་ཉེར་བཞི་པའི་ཐོག་ཞི་ཅིན་ཕིང་བསྐྱར་དུ་འོས་འདེམས་བྱུང་མིན་དང་ཞི་ཅིན་ཕིང་གི་ཕྱོགས་གཏོགས་ལ་མཚོན་ན་གསང་བའི་བར་ཚད་ཆེ་ཤོས་དེ་ཆགས་ཡོད་པ་རེད། ཅེས་པེ་ཅིང་གི་མཐོ་རིམ་དཔོན་རིགས་ནང་མི་ཞིག་གིས་ཝང་ཞའོ་ཧུང་ལ་ཝང་ལིན་ཆོན་གྱི་སྐྱོ་གར་གྱི་མདུན་ལམ་འཁྱེར་བཞིན་ཡོད་པ་ཞེས་པའི་གསང་བའི་ཕྱི་བསྒྲགས་ཀྱི་ཐེར་འདོན་རྩོམ་ཡིག་ཅིག་སྤེལ་བའི་ནང་གསལ་སྟོན་བྱས་འདུག།